ཐབས་མཁས་ཐུགས་རྗེ་ཤཱཀྱའི་རིགས་འཁྲུངས་ཤིང་གཞན་གྱིས་མི་ཐུབ་དུས་རྒྱལ་སྤུངས་བྱང་བ་གསེར་གྱི་ལྷུན་པོ་བསྟར་བའི་བྱིས་པའི་གོས་ཤཱཀྱའི་གཙོ་བོ་དེ་ལ་ཕྱག་འཚལ་ལོ་ཞེས། ཐབས་མཁས་པ་ཐུགས་རྗེ་ཆེན་པོ་དང་ལྡན་པའི་སྟོང་པ་བཀའ་དྲིན་ཆེན་ལ་སྒོ་གསུམ་གུས་པ་ཆེན་པོས་ལྟོ་ཕྱག་གྲངས་མེད་སྔོན་དུ་བཏང་ནས། ད་དེ་རིང་གི་སྐབས་སུ་བབས་པ་འདི་དག་ག་རེ་ཞུ་ཡག་ཡིན་ཟེར་སོང་ན་ནམ་རྒྱུན་ང་ཚོ་བྱེས་གཞན་སྟོང་གི་གར་ཟེར་སོང་སོང་ན་ད་ཅིག་སོང་དུས་མ་ལ་ག་རེ་ཡིན་ན་སོ་སོ་ལུས་ངག་ཡིད་གསུམ་དགེ་བ་ག་རེ་བསྒྲུབས་ནས་གཞན་སྟོང་ག་རེ་ཡིན་ན་དེ་གི་སྔུན་ལ་ཨ་ནེ་ཅིག་སངས་རྒྱས་ཆོས་ཚོགས་མ་དང་དེ་ནས་ཚད་མེད་བཤད། དེ་ནས་གཞན་སྟོང་སྟོང་རྩ་བའི་གི་རྗེས་ལ་ཨ་ནེ་ཅིག་ང་ཚོ་སྔུན་བ་མོ་རམ་རྒྱག་ཡ་འོ་ད་དེ་ནས་ཅིག་དུས་དུས་ཅིག་ཨ་ད་དེ་ནས་ཅིག་གར་ཟེར་སོང་ན། འདྲེ་བཞི་བརྒྱ་བྱ་ན་ཡང་ཕན་ཐོགས་ཆེ་ས་རེད་བསམ་དེ་འདྲ་བྱུང་སོང་ད་དང་པོ་དེ་ག་རེ་ཟེར་སོང་ན་གཅིག་ང་ཚོ་གཅིག་ཤེས་མདོག་ཡིན་ན་རེད་ད་ག་རེ་ཡིན་ན་ཚང་མས་ཀྱི་སྔུན་ལ་སངས་རྒྱས་ཤོག་དང་ཚོགས་སྡེ་ཤོག་ནང་ན་བྱང་ཆུབ་བར་དུ་བདག་ན་སྐྱབས་སུ་ཆེད་བདག་ག་ཅན་སོགས་སྐྱེ་བའི་ཚོགས་ལོངས་སྐྱེ་འགྲོ་ལ་ཕན་ཆེད་སངས་རྒྱས་འདྲི་བར་ཤོག་སོ་ད་མདོར་ན་ཆེད་སྐྱབས་འགྲོ་དང་སེམས་བསྐྱེད་འོ་དེ་འདྲས་ཀྱི་ད་བས་ཚིག་རྒྱས་བསྡུས་ལ་མ་ཐོན་བས་དེ་འདྲས་ཆེད་ད་ཚིག་ཤིག་དེ་འདྲས་ཡོང་གི་འདུག་བ། ཨང་དེའི་རྗེས་ལ་གར་ཟེར་ན་ཡང་ཚད་མེད་བཞི། ཨང། གར་ཟེར་ན་སྨོན་ལམ་བརྒྱ་ཡག་འོ་ད་ཚད་མེད་བཞི་གི་དགོས་བ་དགོས་ནས་ཡང་སོ་སོ་དེ་འདྲ་བསམ་བཏང་ཡག་འོ་ད་མགོ་ལ་དེ་འདྲ་སྐྱབས་འགྲོ་དང་སེམས་བསྐྱེད་དེ་ནི་ཚད་མེད་བཞི། ཨ་ན་རྗེས་སུ་སོ་སོ་དགེ་བ་ག་རེ་འདི་བསྒྲུབ་ཚར་བའི་ཤེས་ཟེར་ན་ངོ་སྨོན་ལམ་བརྒྱ་དེ་སྦྱོང་གི་འདུག་ད་དེ་རིང་འདི་བསྡུས་དུས་ཆེད་དུ་ཡང་ནང་འདྲེན་ཞིག་བརྒྱབ་བཞག་ན་ནི་མི་མང་མང་པོ་ཞིག་ལ་ཡང་ཕན་སྲིད་གི་རེད་བསམ་ནས་བསམ་སོང། ད་དང་པོ་དེ་གའི་ཆེ་ཤོས་དེ་ག་རུ་བཙལ་སོང་ན། ནང་པ་སངས་རྒྱས་ཀྱི་ཕྱོགས་སུ་འགྲོ་བ་ལ་སྐྱབས་འགྲོ་གི་སེམས་དགོས་ཡོད་རེད་ཐེག་པ་ཆེན་པོའི་ཕྱོགས་སུ་འགྲོ་བ་ལ་སེམས་བསྐྱེད་ཀྱི་སེམས་དགོས་ཡོད་རེད་དེ་འདྲ་ཡིན་པར་སོང་ཙང་ད་དེ་སྐྱབས་འགྲོ་དང་སེམས་བསྐྱེད་གཉིས་ཀ་དང་མཉམ་དུ་ཡོད་བསྡད་པ་དེ་ནམ་གྱི་ང་ཚོ་ལས་སླ་བོ་བྱས་ནས་ད་ཡོད་བསྡད་པ་དེ་ཆགས་བསྡད་ཡོད་རེད་སངས་རྒྱས་ཕྱོགས་དང་ཚོགས་ཀྱི་ཕྱོགས་རྣམས་ན་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་བྱེད་ཟེར་བ་དེ་ད་སྐྱབས་འགྲོ་བྱེད། ད་དེ་སངས་རྒྱས་ཟེར་དུས་སངས་རྒྱས་དཀོན་མཆོག་ཆོས་ཟེར་དུས་མོ་ལ་ཆོས་དཀོན་མཆོག་འགོག་ལམ་གཉིས་དེ་ནི་ག་རུ་བཙལ་སོང་ང་སོང་ན། ཚོགས་ཀྱི་མཆོག་ཟེར་ཏེ་བཀའི་ནི་དཀོན་མཆོག། འོ་ད་སངས་རྒྱས་ཟེར་ཏེ་སྨྲ་ན་སྤང་བྱ་མ་ལུས་པ་སྤངས་ནས་རྟོགས་བྱ་མ་ལུས་པ་རྟོགས་ནས་སྤངས་རྟོགས་ཡོན་ཏན་མཐར་ཐུག་པ་དེ་ནི་བདེན་གནས་དེ་དེ་ད་ད་སངས་རྒྱས་ཟེར། འོ་ད། འོ་དེ་ལྟ་བུའི་སྤངས་རྟོགས་ཀྱི་ཡོན་ཏན་པས། སྤང་བྱ། ཉོན་མོངས་པའི་སྤྲོས་པ་དང་ཤེས་བྱའི་སྤྲོས་པ་མ་ལུས་པ་སྤངས་ནས། ཨ་རྟོགས་བྱ་བས་ཞེ་ད་དང་ཞེ་གཉིས་པའི་ཤུགས་ཐམས་ཅད་ལམ་འདི་ཚེ་འགྱུར་ར་བཞིན་དེ་བར་མངོན་སུམ་དུ་གཟིགས་བདེན་གནས་ཀྱི་སྤངས་རྟོགས་མཐར་ཐུག་བས་ཀྱི་ད། གང་ཟག་འདི། ད་ང་དུ་བླང་དོར་གྱི་ལམ་བསྟན་པར་བྱེད་བཞིན་གནས་པས་ད་མཐར་ཐུག་པ། འོ་དེ་འདྲ་ཡིན་པར་སོང་ད་དེ་ལྟ་བུའི་སྟོང་པ། སངས་རྒྱས་དེ་ཚོ་ལ་ད་སྐྱབས་སུ་འགྲོ་དགོས་རྒྱུ་མཚན་གར་སོན་བླང་དོར་གྱི་ལམ་ཐར་ཐུག་པ་བསྟན་གྱི་ཡིན་པར་སོང་ཙང་སངས་རྒྱས་ལ་སྐྱབས་སུ་ཆས་སྲིད་ད་ཕྱུགས་ལ་སྐྱབས་སུ་ཆས་སྲིད་དུ་མོ་ལ་ཕྱུགས་དེ་ལ་ད་ད་སྐྱབས་སུ་ཆས་སྲིད་སྐྱབས་སུ་འགྲོ་ས་དེ་ལ་འགོག་ལམ་གཉིས་འགོག་དོན་སེལ་སོང་ན་འཁོར་བའི་སྡུག་བསྔལ་ཐར་བའི་ཐར་བ། ལམ་དོན་སེལ་སོང་ན་གར་སེལ་ན་འཕགས་ལམ་ད་འདི་རྣམས་ལས་གར་སེལ་སོང་ན། མཐོང་ལམ་དང་སྒོམ་ལམ། འོ་དེ་ལྟ་བུའི་གི་དང་མདོར་ན་གར་སར་ཐར་བ་འགོག་བདེན་དང། ཨ་ནེ་ཅེ། བདག་མེད་དངོས་སུ་འདོགས་པའི་གི་མཐོང་ལམ་དང་སྒོམ་ལམ་དེ་ལྟ་བུའི་ལམ་བདེན། འོ་དེ་གཉིས་པོ་དེ་དག་འཁོར་བའི་སྡུག་བསྔལ་བར་དངོས་སུ་བར་བསྐྱབ་པར་བྱེད་མཁན་དེ་ཡིན་པར་སོང་ཙང། ཆོས་དཀོན་མཆོག་འགོག་ལམ་གཉིས་ལ་སྐྱབས་སུ་བྱེད། ད། སྐྱབས་སུ་འགྲོ་སྟངས་དེ་གར་སོས་སུ་འཁོར་བའི་སྡུག་བསྔལ་ལས་ཐར་བའི་གི་ཐར་བ་ཐོབ་ཡག་བྱེད་དེ་ལ་ལམ་གྱི་བདེན་པ་སྒོམ་པར་བརྟེན་ནས་འགོ་བའི་སྡུག་བསྔལ་མཐར་འགོག་ཡོད་པར་གསུངས་སོ། ད་དེ་ལྟ་བུའི་གར་ཆེན་སོང་ན་གཤེགས། འགོག་བདེན་མཐར་ཐུག་པ་ཐོབ་ཡག་ཤེས་དེ་རྣམས་ཀྱིས་བདེན་པ་བསྒོམས་ནས། ད་དེ་ལ་བརྟེན་ནས་སེམས་དོན་དྲུག་མ་བག་ཆགས་ཅན་མ་ལུས་སྤངས་ནས་ད་བར་དམ་ཚིག་སྐྱེ་མེད་གོང་མ་ཐོབ་དགོས་རེད་བ། འོ་དེ་འདྲ་ཡིན་པར་སོང་ན་དེ་ལྟ་བུའི་གི་དང། ཐོབ་བྱ་ཐར་བ་དང་དེ་ཐོབ་བྱེད་ཀྱི་ལམ་གྱི་བདེན་པ་གཉིས་ལ་ནི་སྐྱབས་སུ་བྱེད་ཟེར་ཏེ། ཆུག། ཆུག་ལ་སྐྱབས་སུ་བྱེད་ཟེར་དོན་དང་དེ་བཞིན། དེ་དག་དགེ་འདུན་ལ་སྐྱབས་སུ་མཆི་ཟེར་ཏེ་སྨྲ་ན། ཚོགས་ཀྱི་མཆོག་ཟེར་ཏེ་ཚོགས་ཀྱི་མཆོག་དགེ་འདུན་ཞིག་དགེ་འདུན་དེ་ལ་ད་ད་ག་ཚེ་ང་ཚོ་ག་རེ་ཟེར་སོང་ན་ཅིག་དགེ་འདུན་ཟེར་ཏེ་ད་འདི་གི་སྐྱབས་སུ་འགྲོ་ཟེར་གི་དགེ་འདུན་དེ་ག་རེ་དཀོན་མཆོག་གསུམ་གི་ཡ་སྐྱར་སུ་བྱེད་པའི་དགེ་འདུན་དེ་འཕགས་པའི་དགེ་འདུན་ཟེར་འཕགས་པའི་དགེ་འདུན་ཟེར་ན་ག་རེ་ཟེར་སོང་ན་དེ་ལྟ་བུའི་འགོག་བདེན་དང་ལམ་བདེན་གཉིས་པོ་ཐོབ་ཚར་མཁན་གྱི་གང་ཟག། འགོག་ལམ་གཉིས་གང་རུང་རྒྱུད་ལ་ལྡན་མཁན་གྱི་གང་ཟག་དེ་ལ་ཨ་ནི་འཕགས་པའི་དགེ་འདུན་ཟེར་བ་ད་དེ་ལ་ཡང་སྐྱབས་སུ་མཆི་གང་ཡིན་ཟེར་སོང་དེ་སྐྱབས་འགྲོ་བའི་ཟླ་གྲོགས་ཆགས་ཏེ་ཡོད་རེད། འོ་དེ་འདྲ་ཡིན་པར་སོང་ན་དེ་ལྟ་བུའི་སྐྱབས་སྟོང་པ་པོ་སངས་རྒྱས་དཀོན་མཆོག་སྐྱབས་དངོས་མཆོག་དཀོན་མཆོག་འགོག་ལམ་གཉིས།

བདག་དེ་ནས་བདག་གི་སྦྱིན་སོགས་རྒྱས་པའི་ཚོགས་ཐམས་ཅད་གྲོལ་ལ་ཕལ་ཆེར་སངས་རྒྱས་གྲོལ་བར་ཤོག་ཟེར་བ་དེ་གི་སེམས་བསྐྱེད། ཨ་ནི་དེ་ལྟ་བུའི་གོས་ཆེ་གི་དག་སྤང་དང་ལྟར་དོགས་ཀྱི་སངས་རྒྱས་ཀྱི་གོ་འཕང་ཨ་ནི་འབད། སོ་སོ་ཐབས་ཡག་བྱས་ཏེ་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་ཙམ་དེ་མ་ཟད་དེ། འོ་ད་དེ་ཡང་གར་ཟེར་སོང་ན་ཅིག་སོ་སོ་རང་ཉིད་ཀྱི་སྦྱིན་སོགས་ཟེར་དུས་བདག་གི་སྦྱིན་སོགས་ཟེར་དུས་སོ་སོ་རང་ཉིད་ཀྱི་སྦྱིན་པ་དང་ཚུལ་ཁྲིམས་དང་རྩོལ་བ་དང་བརྩོན་འགྲུས་དང་བསམ་གཏན་དང་ཤེས་རབ་ད་མདོར་ན་སྦྱིན་སོགས་ཟེར་དུས་སོགས་སྒྲ་དེ་ནང་ན་ག་རེ། སྦྱིན་པའི་གཙོ་བྱས་པའི་གཅིག་དང་ཕ་རོལ་ཕྱིན་པ་དྲུག་གི་ཉམས་ལེན་དང་དེའི་གང་བསམ་པ་སེམས་བསྐྱེད་ཨང་དེའི་སྒང་ལ་ད་མདོར་ན་ལུས་ངག་ཡིད་གསུམ་གྱི་དགེ་བའི་རྩ་བ་ཡོངས་སུ་རྫོགས་པ་དེ་ཚོ་ཚང་མ་དེ་ད་ང་རང་གི་དགེ་བའི་རྩ་བ་ཆེན་གཅིག་ཡོད་པ་དེ་ལ་བརྟེན་ནས་ག་རེ། འགྲོ་ལ་ཕན་བྱེད་སངས་རྒྱས་འགྲུབ་པ་ཞིག་སུ་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་དོན་དེ་ནི་སངས་རྒྱས་དགོངས་པ་མཐར་ཐུག་པ་ཞིག་ཐོབ་པར་ཤོག་ཟེར་ཏེ་རེད། ཨོ་བ་དེ་འདྲ་ཡིན་པ་སོང་ད་དེའི་སེམས་སྐྱིད་རེད་འདུག་བ། བྱས་ཙང་ད་དེ་འདྲ་ཡིན་པ་སོང་ད་མདོར་ན་ག་རེ་ཟེར་སོང་ན་ཅེས་པང་ཐོག་མཐར་ཐུག་བོད་ཀྱི་གོ་འཕང་མ་ཐོབ་དགོས་པ་དེ་གོང་ཞོག་གསུངས་ནས་སྐྱབས་སུ་འགྲོ་གི་ཡིན་བཤད། ད་དེ་ནས་བདག་གི་རྗེས་ཀྱི་སྦྱིན་པ་ལ་སོགས་པས་ད་ལུས་ངག་ཡིད་གསུམ་གྱི་བསྐལ་པ་ག་རེ་བསྒྲུབས་ན་དེའི་དགེ་རྩ་དེ་ལ་བརྟེན་ནས་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་ཡང་སངས་རྒྱས་གོང་མ་ཐོབ་པར་ཤོག་ཅེས་ད་དེ་སེམས་སྐྱིད་བྱེད། འོ་དེ་ལྟ་བུའི་སྐྱབས་སུ་འགྲོ་བར་བརྟེན་ནས་ནང་པ་སངས་རྒྱས་པའི་ཚུལ་བ་ཨ་ནི་ཅིག་སེམས་བསྐྱེད་ཀྱི་ཉམས་ལེན་དེ་ཟིན་པར་བརྟེན་ནས་ནི་སོ་སོ་དགེ་བ་ག་རེ་བྱས་ན་དེ་ཐེག་ཐེག་པ་ཆེན་པོ་ཞུགས་སུ་འགྲོ་བ་འོ་ད་དེ་སྐྱབས་འགྲོ་དང་སེམས་བསྐྱེད་གཉིས་ཀ་མཉམ་དུ་འདུས་ཤེས་པ་དེ་ཡིན་པར་སོང་ཙང་འོ་ད་དེ་ཁེགས་སམ་དང་དགོས་ན་དཔེ་གལ་ཆེན་པོ་རེད་དེ་གཅིག་རེད། ད་དེ་འདིའི་རྗེས་ལ་ག་རེ་ང་ཚོ་ནམ་རྒྱུན་ཡང། སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་ཤོག་ཟེར་འདུག་བ་འོ་ད་དེ་ག་རེ་ཟེར་སོང་ན་བྱམས་པ་ཚད་མེད་ཀྱི་ཉམས་ལེན་བསྟན་གྱི་ཡོད་རེད་འོ་ད་བྱམས་པ་ཟེར་དུས་མར་བདེ་བ་དང་ལྡན་འདུག་བས་ལོག་ཅིག་ལ་བྱམས་པ་ད་དེ་ཡང་ག་རེ་ཟེར་ན་མཐའ་ཡས་པའི་སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་ཤོག་ཟེར་དེའི་བསམ་བློ་ཡང་དེ་ཡང་བསམ་བློ་བཏང་བ་དེ་ག་རེ་ཟེར་ན་བྱམས་པ་བསམ་བློ་བཏང་བ།

ང་ནི་ཆགས་སྡང་གཉིས་དང་བྲལ་ཡང་བྲལ་བའི་བཏང་སྙོམས་གནས་འདུག་གས་བཏང་སྙོམས་ཚད་མའི་སམ་བཏང་ཡ། འོ་དེ་འདྲའི་གི་ད་ག་ཟེ་སོང་ན་ཅིག་བསམ་དུ་བཏང་ཡ་དེ་ཚེག་ཁ་ནས་སྐྱོར་བ་ནང་གི་དོན་དག་ཡིག་ཡང་ནས་ཡང་དུ་བསམ་བཏང་ཡ་དེ་ད་ག་ར་ཆགས་ཐུབ་ཟེ་སོང་ན་ཚད་མའི་ཡིག་ཉམས་ནས་ཆགས་ཐུབ་ཡ་རེད་ད་དེ་ཤེས། ད་དེ་ནས་སོ་སོ་ལུས་ངག་ཡིད་གསུམ་གི་དགེ་བ་ག་རེ་ཞིག་བསྒྲུབ་ན་ཡང་འོ་ད་ག་ར་ཟེ་སོང་ན་ཅིག་ལུས་ཀྱི་བྱང་ཚད་སྐོར་སྦྱང་བྱས་ན་རེད་ངག་གི་བཀའ་གནང་དགེ་སྦྱོར་བྱས་ན་རེད་ཨ་ནི་ཡིད་སྐོར་ལ་ཅིག་བྱམས་པ་སྙིང་རྗེ་བྱ་བའི་སེམས་ག་རེ་བསྒོམ་ན་ད་སོ་སོ་དགེ་བ་དེ་བསྒྲུབ། ལྷ་དེ་བགྲོད་པའི་སྐབས་སུ་ལས་ན་སེམས་གཞན་དུ་མ་གཡེང་བར་ཅི་ཡག་དང། ཨ་ན་ཅི་དགེ་བ་སྒྲུབ་པ་པོ་དང་སྒྲུབ་པའི་བྱ་བ་དང་སྒྲུབ་བྱེད་ཀྱི་ཡུལ་དེ་སེམས་ཐམས་ཅད་དུ་གཏད་ཅིང་འབྲལ་བར་འབྱུང་བ་ཡིན་པར་གསུངས་པ། དེ་སོགས་ཐམས་ཅད་ཞིག་རང་བཞིན་གྱིས་མ་འདྲ་བ་རང་ངོ་མ་འདྲ་བ་འཁོར་གསུམ་མི་དམིགས་པའི་གསུམ་དང་གཏད་ཅིང་འབྲལ་བར་འབྱུང་བ་ཡིན་པར་གསུངས་སོ། རྟག་ཏུ་མ་འདྲ་བ་བདེན་པ་མ་འདྲ་བ་གསུམ་དང་བ་ཡིན་ན་ནི་དངོས་གཞི་དམིགས་མེད་དམ་བར་བྱེད། ད་དེ་ནས་སོ་སོ་ལུས་ངག་ཡིད་གསུམ་གྱི་དགེ་བ་བསྒྲུབ་ཚར་བའི་རྗེས་ལ། ད་ང་ཚོ་དགེ་བ་ག་རེ་ཡིན་ན་དེ་བྱང་ཚད་བསྐོར་བྱང་ག་རེ་ཡིན་སོང་ན་སོ་སོ་གཅིག་ལུས་ཀྱི་བསྐོར་ར་བསྐོར་ན་རེད་བྱང་ཚད་ན་རེད་སྨོན་ལམ་བཏབ་ན་རེད། འོ་ད་མདོར་ན་གར་སོན་ལུས་ངག་ཡིད་གསུམ་དགེ་བ་ག་རེ་བསྒྲུབ་ཚར་ན་ད་དེའི་རྗེས་ལ་ད་ང་ཚོ། ཡག་ཤོས་བྱུང་ན་ཨ་ནི་སྨོན་ལམ་ཐམས་ཅད་ཀྱི་རྒྱལ་པོ། ཨ་ནི་བཟང་པོ་བྱེད་པའི་སྨོན་ལམ་ཆ་ཚང་བ་ཅིག་འདོན་ཐུབ་ན་ཡག་ཤོས་ཀྱི། ད་གར་ཚེ་གར་ཚེ་སོང་ན་སོ་སོ་སྨོན་ལམ་མང་པོ་ཅིག་ཤེས་ཀྱི་མེད་ན་ཨ་ནི་བཟང་ཕྱུག་སྨོན་ལམ་ཆ་ཚང་ཅིག་གཏོང་ཐུབ་ཀྱི་མེད་ན་ད་ག་རེ་སོང་སྨོན་ལམ་འདི་དུས་ཤེས་ནས་ནམ་རྒྱུན་ང་ཚོ་བཟང་ཕྱུག་སྨོན་ལམ་གྱི་ད་རྗེས་དེ་ལ་འཇམ་པའི་དཔའ་བོ་ཆེ་དམ་ཅན་འབའ་ཐང་ཀུན་ཏུ་བཟང་པོ་དེ་ཡང་དེ་བཞིན་དེ་དེ་དག་ཀུན་གྱི་རྗེས་སུ་བདག་སློབ་ཕྱིར། དགེ་བ་འདི་དག་ཐམས་ཅད་རབ་ཏུ་བསྔོའོ་ཟེར་ཏེ་དེ་ནས་དུས་གསུམ་གཤེགས་པའི་རྒྱལ་བ་ཐམས་ཅད་ཀྱིས་བསྔོ་བ་གང་ལ་ཕྱོགས་དང་མངའ་བ་དེ་བདག་གཞན་དགེ་བའི་རྩ་བ་འདི་ཀུན་ཀྱང་བཟང་པོ་ཆེ་ཞེས་རབ་ཏུ་བསྔོ་བ་གྱིས་ཟེར་བ་ད་འདི་གར་ཚེ་ཚིག་འདི་ཉིད། མདོག་དང་དཔེ་མ་ཚད་ཡག་པོ་ཡོད་རེད་ད་དེ་ག་རེ་གསུང་སྐོར་ཚད་སོང་ན་འཇམ་པའི་དཔའ་བོ་ཕྱི་དར་འགྱིང་བ་དང་ཀུན་ནས་བཟང་པོ་དེ་ཡང་དག་ཡིན་དེ་གསུང་བ་དེ་ག་རེ་གསུང་སྐོར་ཚད་སོང་ན་རྗེ་བཙུན་འཇམ་པའི་དབྱངས་དང་མཁྱེན་རབ་ཀྱི་ལྷག་བཅས་རྗེ་བཙུན་འཇམ་པའི་དབྱངས་ཀྱི་མཁྱེན་དཔལ་གྱི་སྒོ་ནས་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་གདུང་ཨ་ནི་མཛེས་དང་མཛེས་ཆེན་པ་ཨ་ནི་སོ་སོ་མཛེས་པར་བྱེད་པའི་མཁྱེན་དཔལ་གྱི་སྒོ་ནས་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་གདུང་མཛེས་ཡག་ཨ་ནི་པའི་ཐུགས་དམུ་བཞི་བོ་གནང་གཏད་མཁན། ཨ་ནི་ཅིག་དོན་དག་དེ་ལྟར་ཡོད་ཅིག་མཁྱེན་ད་མཁྱེན་ཚེ་གཉིས་ཀྱི་ནང་ནས་གཙོ་བོ་མཁྱེན་པའི་སྒོ་ནས་སེམས་ཅན་གྱི་དོན་བསྒྲུབས་ནས་ད་ཅིག་ཐུན་མོང་མ་པའི་མཁྱེན་པའི་སྒོ་ནས་སེམས་ཅན་གྱི་དོན་བསྒྲུབ་མཁན་དེ་ནི་དམ་པའི་ཞི་བ་དེ་གནང་མཁན་ཞབས་ཡོར་བ། འོ་ད་དེ་ནས་གར་ཟེར་ན་ཀུན་གྱི་བཟང་པོ་དེས་ཡང་བརྩེ་བ་སྙིང་རྗེ་ཆེན་པོ་གི་སྒོ་ནས་ཨ་ནི་སེམས་ཅན་གྱི་དོན་དག་དཔག་ཏུ་མེད་པར་མཛད་ནས་ཡང་བརྩེ་བའི་གི་སྒོ་ནས་མཐའ་ཡས་པའི་སེམས་ཅན་ཐམས་ཅད་ལ་ཕན་ཐོགས་པར་ཤོག་ཟེར་ཐུན་མོང་གནང་མཁན་གཙོ་བོ་གཞིར་བཞག་ཆགས་འདུག་བ་ད་དེ་འདྲ་ཡིན་པར་སོང་ན་མདོར་ན། པའི་ཅིག་མཁྱེན་ཚེ་གཉིས་ཀྱི་སྒོ་ནས་མཁྱེན་པའི་གི་སྒོ་ནས་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་གདུང་བགྲོད་པར་པའི། ཐུགས་རྨོངས་སྐྱབས་འཇུག་ཐུགས་པའི་རྨོངས་པ་སྐྱབས་འཇུག་གནང་མཁན་གྱི་ད་གཙོ་བོ་དེ་འཇམ་པའི་དབྱངས། རྩེ་བས་ཀྱི་སྒོ་ནས་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་གདུང་བགྲོད་པར་ཤོག་ཟེར་དེ་འདྲའི་ཀྱི་ཐུགས་རྨོངས་གནང་མཁན་གྱི་ད་གཙོ་བོ་གཅིག། ཡང་ཉེ་བའི་གཟི་བྱིན་བརྒྱད་ཀྱི་དང་ཚིག་གྱེར་བས་ཀྱི་ད་གར་ཟེར་ན། པའི་བར་བར་ཀུན་ཏུ་བཟང་པོ་ད་ཀུན་ཏུ་བཟང་པོ་སྨོན་ལམ་ཐམས་ཅད་བས་བསྐྱེད་ནས། རྟ་མཁན་གྱི་ད་གཙོ་བོ་ཕྱག་དེ་ཡོད་རེད་དེ་འདྲ་ཡིན་པར་སོང་ན་རྡོ་དོང་སྙིང་པོ་དེ་ད་སྤྱད་སྟངས་དང་ག་རུ་ཟེར་སོང་ན་ཅིག་བྱང་ཆུབ་སེམས་དཔའ་ཚང་མ་དེ་མཁྱེན་བརྩེ་གཉིས་ཀྱི་སྒོ་ནས་ད་ཡིད་པའི་སེམས་ཅན་ཐམས་ཅད་ཀྱི་ད་པའི་དོང་མཛད་ཀྱི་ཡོད་རེད་ད་ཡིན་ན་ཡང་ད་རྗེ་བཙུན་འཇམ་པའི་དབྱངས་ཀྱི་མཁྱེན་པའི་གྱི་སྒོ་ནས་སེམས་ཅན་གྱི་དོང་མཛད་པ་ལ་ཨ་ན་བས་ལྷག་པར་དུ་ཐུགས་སྨོན་གནང་གིན་འོ་དེ་འདྲ་རེད་འདུག་བ། ཨ་ན་སེམས་ཅན་ཐམས་ཅད་ཀྱི་ད་ཅིག་ག་རུ་ཟེར་ན་མ་རིག་པའི་མོས་པ་ཐམས་ཅད་བསིལ་བར་ཤོག་ཟེར་ད་དེ་འདྲ་བྱས་ནས།

ཐུགས་མོ་སྐྱབས་འཇུག་གཙོ་བོར་གནང་མཁན་དེ་གར་ཆགས་ན་ཀུན་ཏུ་གཙང་པོ་ཆགས་འདུག་ཨོ། དེ་ལྟ་བུའི་གྱི་སྐྱེ་འཕགས་མཐའ་ཡས་པའི་གི་སྒོ་ནས་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི། ཨ་ནི་དོང་བརྩེགས་པར་བྱེད་པ་ཐུགས་བསྐྱེད་སྨོན་ལམ་དག་དམ་བཅའ་མཁན་གྱི་གཙོ་བོ་དེ་འཇམ་དཔལ་དབྱངས། ཨ་ནི་བརྩེ་བ་སྙིང་རྗེ་ཆེན་པོའི་སྒོ་སྒོ་ནས་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་དོང་དུ་ཐུགས་བསྐྱེད་སྨོན་ལམ་དག་དམ་བཅའ་གི། ཨ་མདའ་དེ་འདྲས་ཀྱི་ཡོང་བ་ཤོག་ས་སྨོན་ལམ། བས་པས་གཙོ་བོ་འདེབས་མཁན་དེ་ཨ་ནི་ཀུན་ཏུ་བཟང་པོ་བདག་བསྐྱེད་ཡང་ཉེ་བའི་གེ་སེར་གཤིན་རྗེ་ལ་སོགས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱི་ཐུགས་བསྐྱེད་སྨོན་ལམ་དག་དམ་བཅའ་ག་འདྲའི་ཆིག་པ་གནང་ཡོད་ན་ད་ག་ནང་བཞིན་ཡང་ངེད་ཀྱི་དགེ་བ་ཡང་དེ་ནང་བཞིན་ཡོང་བ་ཤོག་ཟེར་བདག་ཉིད་ཀྱང་ད་ང་ཚོ་ཡང་དེའི་རྗེས་སུ་ཨ་ནི་བས་སློབ་པར་བྱེད་ཀྱི་ཡིན། ཁྱེད་རང་གི་ལག་པས་མཆོག་ཏུ་དགྱེས་པ་ཆུ་རྒྱུན་འཇམ་པའི་དབྱངས་དང། ཨ་ནནྡ་ཏའི་ལྟ་བུའི་སྐད་ཅིག་འཕགས་པ་ཀུན་ཏུ་བཟང་པོ་ལ་སོགས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱི་ཐུགས་བསྐྱེད་སྨོན་ལམ་དག་དམ་བཅའ་བ་ནང་བཞིན་ང་ཚོས་དེའི་རྗེས་སུ་སློབ་ནས་སྨོན་ལམ་རྒྱག་གི་ཡིན། དེ་འདྲ་ཡིན་པ་སོང་ཙང་སོ་སོ་རང་ཉིད་ཀྱི་ལུས་ངག་ཡིད་གསུམ་གྱི་དང་དགེ་བ་ག་རེ་བྱས་ན་དགེ་བ་འདི་དག་ཐམས་ཅད་དམ་ཚིག་ལ་བརྟེན་ནས་ཨ་ནནྡ་ག་རེ་ཟེར་སོང་ན་ཅིག་བྱང་ཆུབ་སེམས་དཔའ་རྣམས་ཀྱི་ཐུགས་བསྐྱེད་སྨོན་ལམ་དག་དམ་བཅའ་བ་ནང་བཞིན་བགྲོད་པར་ཤོག་ཟེར་ད་གཙོ་བོ་དོན་དག་དེ་དེ་འདྲའི་ཅིག་རེད། འོ་དེ་འདྲ་ཡིན་པར་སོང་ན་ད་དེའི་གི་ག་རེ་ས་སྟེང་གི་ཡོར་ཚད་སོང་ན་འཇམ་པའི་བ་བ་ཞེས་གཏམ་ཁྱད་མ་དང་ཀུན་ནས་བཟང་པོ་གི་དེ་ཡང་དེ་བཞིན་དེ་དག་ཀུན་གཞི་ས་བདག་ལྷོ་ཕྱིར་སྐྱེ་བ་འདི་དག་ཐམས་ཅད་རབ་ཏུ་བསྔོ་ཟེར་བ་འདི། འོ་ད་དེ་ལྟ་བུའི་གི་རྐྱེན་རྐྱེན་པའི་གི་ཨ་ནི་པའི། ལྷ་སྤྱི་མཐུན་འཇམ་པའི་དབྱངས། འོ་དེའི་གི་ཞེས་ཐུགས་བསྐྱེད་སྨོན་ལམ་དམ་བཅའ་བ་དང། ཨ་ནི་ཞེས་ད། བརྩེ་བའི་སྙིང་རྗེ་ཆེན་པོའི་སྒོ་ནས་སེམས་ཅན་གྱི་དོན་མཛད་པར་བྱེད་ཡང་བྱེད་པའི་གི་དེ་ནས་ཐུགས་དངོས་སྐྱབས་འཇུག་གནང་མཁན་གྱི་དག་གཙོ་བོ་དེ་བ་བ་ཀུན་ནས་བཟང་པོ་ད་དེ་ལ་སོགས་པའི་གི་ཉེ་བའི་སྲས་བྱིན་གྱིས་ལ་སོགས་པའི་བྱང་ཆུབ་སེམས་དཔའ་རྣམས།

འོ་ད་དེ་ནས་དེའི་རྗེས་ལ་ག་རེ་ཟེར་སོང་ན་དུས་གསུམ་ཞིག་པའི་རྒྱལ་བ་ཐམས་ཅད་ཀྱིས་བསྔོ་བ་གང་ལ་ཕྱོགས་ཏེ་བསྔགས་པ་དེ་བདག་གཞན་དགེ་བའི་རྩ་བ་ནི་ཀུན་ཀྱང་བཟང་པོ་ཆེ་ཞེས་རབ་ཏུ་བསྔོ་བ་རྒྱལ་ཟེར་བ་འདི་ག་རེ་ཕྱག་དར་ཟེར་སོང་ན། ད་དེ་སངས་རྒྱས་རྣམས་ཀྱི། བདེ་བའི་གི་སངས་རྒྱས་མ་འོངས་བའི་སངས་རྒྱས་ད་ལྟ་བའི་སངས་རྒྱས་དུས་གསུམ་གྱི་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱི་དང་པོ་བྱང་ཕྱོགས་ཏེ་ཐུགས་བསྐྱེད་བར་དུ་སྐལ་ཆེན་གྲངས་མེད་ཙམ་ཚོགས་བསགས་མཐར་མངོན་པར་རྩ་བ་སངས་རྒྱས་ནས་ཨ་ནི་སེམས་ཅན་གྱི་དོན་དུ་ཐུགས་བསྐྱེད་སྨོན་ལམ་དག་དམ་བཅའ་བ་ནང་བཞིན་སངས་རྒྱས་རྣམས་ཀྱི་ད་ཐུགས་བསྐྱེད་སྨོན་ལམ་ནང་བཞིན་བཞུགས་ཨ་ནི་ངའི་ཡ་ལུས་ང་ཡི་གསུམ་གའི་བར་གྲུབ་པ་དེ་ལ་བརྟེན་དག་ན་ཡིད་དབང་ཕྱོགས།

བ་དེ་འདྲ་ཡིན་པར་སོང་ན་དུས་སེམས་བཤིག་པའི་རྒྱལ་བ་ཐམས་ཅད་ཀྱིས་ཟེར་ཏེ་དུས་སེམས་དེ་བཤིག་པའི་ཟེར་དེ་མོར་ག་རེ་བྱེད་དགོས་ཟེར་སོང་ན། འདས་པའི་སངས་རྒྱས་རྣམས་ཀྱིས་ཨ་ནི་སེམས་ཅན་གྱིས་ག་རེ་བྱེད་སོང་ན་ཅི། དོང་དེ་ཨ་ནི་ཇི་ལྟར་བས་མཛེས་ཟིན་པ་རེད། སེམས་ཅན་གྱི་དོང་དེ་ཇི་ལྟར་ཐུགས་བསྐྱེད་ཟིན་པ་རེད་ཇི་ལྟར་ཐུགས། ག་རེ་ཟེར་ཐུགས་བསྐྱེད་དམ་བཅའ།

དེ་དེ་གང་ལ་ཅིག་བྱ་བའི་སེམས་པ་ཙམ་མ་ཡིན་པ། ཨ་ནི། དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱི་སེམས་ཅན་གྱི་དོན་ལ་ཐུགས་བསྐྱེད་སྨོན་ལམ་དག་དམ་བཅའ་བ་ནང་བཞིན་གྱི། ཨ་ནི། ང་ཡང་ལུས་ངག་ཡིད་གསུམ་གྱི་དགེ་རྩ་ག་རེ་ཡིན་ལ་དེ་དུས་གསུམ་རྒྱལ་བ་སྲས་དང་དུས་གསུམ་གསུམ་གྱི་སངས་རྒྱས་ཐམས་ཅད་ཀྱི་ཐུགས་བསྐྱེད་སྨོན་ལམ་ནང་བཞིན་དབང་ཤོག། ད་མདོར་ན་སོ་སོ་གི་ལུས་ངག་ཡིད་གསུམ་གྱི། དགེ་བ་ག་རེ་བསྒྲུབས་ན་དེའི་དགེ་རྩ་དེ་ལ་བརྟེན་ནས། དུས་གསུམ་གྱི་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱི་ཐུགས་བསྐྱེད་སྨོན་ལམ་དག་དམ་བཅའ་བ་ནང་བཞིན་ཅིག་ཐང་ང་གའི་ས་དེ་ད་ག་ན་གྱིས་བྱུང་བ་ཤོག་ཟེར་བ་ལྟར་དེ་འདྲའི་གར་གསལ་གསུང་དང་བཅས་སྨོན་ལམ་གཉིས་འདི་པད་མ་སེར་སྐྱའི་ཆེན་པོ་ཕྱག་ཏུ་ཡོད་རེ་ཚིག་བཞིན་གོང་མ་དེ་གའི་བྱང་སོ་སོ་ལུས་ངག་ཡིད་གསུམ་དགེ་བར་བསྒྲུབས་པ་དེ་ལ་བརྟེན་ནས་བྱང་ཆུབ་སེམས་དཔའ་རྣམས་ཀྱི་ཐུགས་བསྐྱེད་སྨོན་ལམ་དག་དམ་བཅའ་བ་ནང་བཞིན་འོང་ཤོག་ཟེར་རེ་འདུག་བ། ད་ཚིག་བཞི་ཕྱི་མ་དེ་གའི་གར་སོན་དུས་གསུམ་གཅིག་པའི་རྒྱལ་བ་ཐམས་ཅད་གསོལ་བ་དེ་ངའི་ལུས་ངག་ཡིད་གསུམ་དགེ་བ་བསྒྲུབ་པ་འདི་ལ་བརྟེན་ནས་སངས་རྒྱས་རྣམས་ཀྱི་ཐུགས་ཀྱི་སྨོན་ལམ་དག་དམ་བཅའ་བ་ན་ཡིད་དབང་ཞུགས་སུ་ད་དེ་རེ་འདུག་བ། མདོར་ན་དེ་ལྟ་བུའི་ཚིག་བཞི་ཤོ་ལོ་ཀ་གཉིས་འདི་གའི་ཨ་ན་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་ཐུགས་ཀྱི་སྨོན་ལམ་དག་དམ་བཅའ་བ་ནང་བཞིན་གྱི་དག་པའི། ག་འདྲ་ཞིག་ཐུགས་སྨོན་ག་འདྲ་གནང་བཞག་ན་ང་དག་ནང་བཞིན་འཕྲོད་པར་ཤོག་ངའི་ལུས་ངག་ཡིད་གསུམ་དགེ་བ་ག་རེ་ཡོད་ན་དེ་ནང་བཞིན་འཕྲོད་པར་ཤོག་ཟེར་འོ་ད་དེ་གར་སོན་སོང་ཚིག་གཅིག་སོ་སོ་སྐྱོར་ཤེས་ན་མ་ཤེས་ན་དོན་དག་དེ་བསམ་སྟངས་དགོས་པ་དཔེ་གལ་ཆེན་པོ་ཆགས་ཏེ་ཡོད་རེད། ད་གར་ཟེར་གྱི་ཅི་སྟེ་ངེས་མེད་ཀྱི་གར་ཟེར་ཡི་གེ་མ་ཤེས་མཁན་ནི་ཁ་མདོག་མ་ཤེས་མཁན་དེ་འདྲ་ཡིན་ན། ཨ་ད་གར་བསམ་སྟངས་གར་ཟེར་སོང་ན། འོ་ད་གར་ཟེར་སོང་ན་ཅེས་དཀོན་མཆོག་གསུམ་ལ་ཨ་ན་སོ་སོ་སྙིང་ཁོང་རུས་པའི་སྟེང་ནས་སྐྱབས་སུ་འགྲོ་གི་ཡིན། སོ་སོ་རང་ཉིད་སངས་རྒྱས་ཀྱི་དགོངས་པ་མ་རྟོགས་ཀྱི་བར་དུ་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་གི་ཡིན་བསམ་པ་བྱེད། དེ་ལྟར་སྐྱབས་འགྲོ་གི་ཚོགས་དེ་རེ་བ། ད་དེ་ནས་སེམས་བསྐྱེད་ཟེར་དུས་མ་ལ། ཨ་ན་ཅེས་ང་ཡི་ལུས་ངག་ཡིད་གསུམ་གྱི་དགེ་བ། གང་རེ་བྱས་ན་དེ་ལ་བརྟེན་ནས་ད་སོ་སོ་ཅེས་ག་འདྲ་བྱེད་ཀྱི་ད་སེམས་བསྐྱེད་ཟེར་དུས་མ་ལ་ག་རེ། སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་གོང་མ་ཐོབ་བར་བྱ། དེའི་ཕྱིར་དུ་ངས་ལུས་ངག་ཡིད་གསུམ་དགེ་བ་བསྒྲུབ་ཀྱི་ཡིན་བསམ་པར་བྱེད། འོ་དེ་སེམས་ཅན་གྱི་ཚོགས་དེ་ཆེ། ད་དེ་ནས་དགེ་བ་ག་རེ་བསྒྲུབ་ཀྱི་ཡོད་ན་དེ་ཡི་སྐབས་སུ་ལན་སེམས་མ་གཡེང་བ་ཅི་ཡང་བྱེད། འོ་ད་དེ་ནས་དགེ་བ་བསྒྲུབ་ཚར་བའི་གི་རྗེས་ལ། ཨ་ནི་སོ་སོ་ཅིག་ཚིག་དེ་ཚོ་སྐྱོར་ཤེས་ཀྱི་མེད་ན་ཡང་ད་བྱང་ཆུབ་སེམས་དཔའ་དང་སངས་རྒྱས་དང་ཨ་དེ་ཚོ་གི་ཅིག།

མོ་རྣམས་ཀྱང་པདྨ་སེང་གེ་ཆེན་པོ་རེ་ཨ་ནི་གངས་རི་ར་བས་བསྐོར་བའི་ཤིང་ཁང་ཚུ་བས་ན་བདེ་བ་མ་ལུས་འབྱུང་བས་ནི་སྤྱན་རས་གཟིགས་དབང་ལྡན་འདས་རྒྱ་མཚོ་ཞབས་པད་ཟིན་པའི་བར་བརྟན་གྱུར་ཅིག་གསོལ་ཏེ་ནི་མོ་རྣམས་ཀྱང་ཨ་མདའ་རྣམས་ཀྱིས་སྐྱེ་བ་ཀུན་ཏུ་ཡང་དག་བླ་མ་དང་སྒྲོལ་མའི་ཆོས་ཀྱི་དཔལ་ལ་ལོངས་སྤྱོད་ཅིང་ས་དང་ལམ་གྱི་ཡོན་ཏན་རབ་དང་རྡོ་རྗེ་འཆང་གི་ཁོག་པ་ཉེར་བསྡོགས་མཆོག་ཨ་ནི་བར་མ་སེམས་ཅན་ཐམས་ཅད་བདེ་དང་ལྡན་གྱུར་ཅིག་ངན་འགྲོ་ཐམས་ཅད་རྟག་ཏུ་སྡང་བ་དང་བྱང་ཆུབ་སེམས་དཔའ་གང་དག་སུ་ཡོད་པ་དེ་དག་ཀུན་གྱིས་སྨོན་ལམ་འགྲུབ་གྱུར་ཅིག།